ངའི་ལག་ཡིན་ད་ཡིན་ཞུ་ཡིན། ཨ་ནི་གཞི་རིམ་མི་དམངས་རིམ་པའི་ཚོགས་པ་ཁོང་རྣམ་པ་ཚང་མ་དྲང་བདེན་གྱི་རྒྱབ་ལ་ལག་གཉིས་ཀྱིས་མི་དམངས་ཀྱི་ཡིན་དུས་ཨེ་ངའི་ལམ་སང་ཁོ་རང་ཁོ་རང་ཚོའི་རེ་བ་བཅོལ་བ་ན་ཤིང་ངས་བྱས་ཆོག་ཟེར་ན་ནི་ངའི་ལམ་སང་འདུག་ཅེས་ཁས་ལེན་ཞུས་པ་ཡིན། ཨ་ནི། ཐད་གཏོང་འདི་གི་བརྗོད་གཞི་ལ་ཁྲིམས་ཞིབ་པ་བསྐོ་གཞག་མ་གནང་ན། ཁྲིམས་བཟོ་ལྷན་ཚོགས་ཡང་དགོས་ཡ་མི་འདུག་ཨུས་ལ་ནི་འདིར་བརྗོད་གཞི་འདིར་བཞག་ཨིན་ཇི་ནལ་ཞུ་བར་བྱིན་ན No Justice Commission No People's Deputies དེ་འདྲའི་རེད་འདིའི་ཐོག་ལ་བཀའ་མོལ་གནང་ཉེན་གཉིས་དེ་འདྲའི་ཞུ་བཞག། བཀའ་མོལ་གནང་ཉིན་གཅིག། སྨན་སྐོར་རྡོ་རྗེ་ལགས་བྱས། ཨ་ནི་གཅིག་ལྷག་པ་ཚེ་རིང་ལགས་རེད། ད། ང་ཚོའི་སྐད་ཆ་བཤད་ཡ་དེ་མགོ་མ་འཛུགས་སྔོན་ལ་ངས་ག་རེ་བྱེད་ཀྱིན་ཟེར་ན། སྨན་སྐོར་རྡོ་རྗེ་ལགས་ལ་ངས། སོ་སོ་རང་ཉིད་ཀྱི་ངོ་སྤྲོད། མདོར་བསྡུས་ཀྱི་གནང་རོགས་གནང། ཧྲཱི། ཨོ་རྣམ་པ་ལྷན་ཅིག་ཚང་བ། བཀྲ་ཤིས་བདེ་ལགས་ད་དེ་ནས་གཞི་རིམ་མི་མང་གི་ནི་རེ་འབོད་ཚོགས་པ་གི་ཚོགས་གཙོ་དང་དེ་ནས་ད་ཚོགས་གཞོན་རྒྱུན་ལས་རྣམ་པ་གཙོ་བྱས་ཚང་མ་བཀྲ་ཤིས་བདེ་ལགས་བྱེད་གི་ཡོད་ད་དེ་ནས་ངའི་མིང་ལ་ད་མིང་ཧྲི་བོ་ལ་སྐལ་བཟང་རྡོ་རྗེ་ཟེར་གི་ཡོད་ད་ང་སྐྱེས་ས་དེ་ཨ་མདོ་མཚོ་སྔོན་རེད་མཚོ་སྔོན་པོ་ནས་རེད། དེ་ནི་ད་སྤྱིར་བཏང་གི་ངའི་མི་ཚང་ཡིན་པ་ཡིན་ན། ད་ང་ཚོ་གསོ་རིག་རྒྱུན་འཛིན་བྱེད་ཡག་གི་མི་ཚང་གཅིག་རེད། ད་ངག་རྒྱུན་གྱི་ལོ་རྒྱུས་བྱས་ན་ཡང་ལོ་བདུན་བརྒྱ་འདྲ་བོ་དེ་འདྲའི་དང་ད་ད་ལྟ་ཡིག་ཐོག་ན་ཡོད་རྒྱུ་ཡིན་ན་ལོ་ཉིས་བརྒྱ་ལྷག་གི་ལོ་རྒྱུས་ཡོད་རྒྱུ་དེ་འདྲའི་གཅིག་རེད། ང་ཡང་དེ་འདྲའི་གི་རྒྱུན་འཛིན་པ་ད་སོ་སོ་གི་ལས་ཀ་ཡང་གསོ་རིག་དང་འབྲེལ་བ་ཡོད་རྒྱུ་གཅིག་རེད། དེ་བྱས་ད་ད་ལྟ་ང། ཨུ་རུ་སུ་གི་ད་བོར་ཡ་ཐི་ནང་ལ་ཡོད་དེ་ནས་ད་ད་བཀྲ་ཤིས་གསར་འགྲིབ་བསླངས་ཟེར་ཡ་དེ་གི་ཡང་ཤོར་ལས་ཀ་དང་ཤོར་ཅིག་ཏུ་ཏུ་སུ་གི་དགེ་ལ་བྱས་ནས་བསྟུ་བྱས་བསྡད་ཡོད་སྤྱིར་བཏང་ངས་རྒྱ་གར་ནས་ཡང་ཅིག་ད་རྒྱ་གར་གི་གཞིས་ཆགས་ཁག་གི་སློབ་གྲྭ་དང་དེ་འདྲའི་ལ་རང་སྦྱོང་དང་དེ་འདྲའི་གི་སྐབས་ལ་ཡང་སེམས་སྐྱོ་བ་དང་དག་འཇིགས་དང་ད་ང་ཚོ་དེ་འདྲའི་བརྡབ་སྤྲོད་དང་སྙན་ངག་ལ་སོགས་པ་དེ་འདྲའི་ཡང་སོ་སོ་རེ་མིག་གི་ནས་ད་དགེ་ལ་བྱས་ནས་ནས་སོ་སོ་མི་རིགས་ལ། ཞབས་ཕྱི་སྒྲུབ་ཡག་གི་གོ་སྐབས་བྱུང། དེ་ནས་ཉིས་སྟོང་དགུ་ལ་ང་ཏན་ཏན་ང་ཚོ་ནང་སྲིད་ལས་ཁུངས་ལ་ཡང་ཏན་ཏན་ང་ཚོ་བཙན་ཤེད་དུ་འབྱོར་ནས་ལོ་ངོ་ལྔ་བཅུ་འགོར་ཡག་གི་ལོ་རྒྱུས་ཅིག་ཡོད་ར་འོ་ད་དེ་བསྒྲིགས་ནས་ཡང་དེ་འགྲིག་གི་རྩོམ་སྒྲིག་བྱས་ནས་ཡང་ང་ཚོ་བོད་མི་མང་ལ་ཞབས་ཕྱི་ཕྲན་ཙམ་བྱེད་ཡག་གི་གོ་སྐབས་དུ་ཞིག་བྱུང་ཡོད་རྒྱུ་དེ་འགྲིག་ཅིག་ཡིན། འོ་ད་ངའི་ལོ་རྒྱུས་དེ་དེ་བཞིན་ཡིན། ཨ་ལགས་ལགས། སྨན་པ་རྡོ་རྗེ་ལགས་ཨ་ནི་ཁྱེད་རང་ད་ལྟ་བུ་རི་ཡལ་ལ་བཞུགས་ཀྱི་ཡོད་རེད་རེད་བ།
རེད་རེད།
རེད་ལགས་སོ་དེ་ནས་ང་ཚོའི་བཀའ་མོལ་གནང་མྱི་གཉིས་པ་དེ་ལྷག་པ་ཟིར་ལགས་རེད། ཨ་ནི་ལྷག་པ་ཟིར་ལགས་སོ་སོ་རང་མྱི་གི་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང།
འོ་གངས་རི་ར་བས་བསྐོར་བའི་ཞིང་ཁམས་སུ་རྟེན་དང་ལྡན་བ་མ་ལུས་བྱུང་བ་དང་ཚེ་འབྲས་གཟིགས་པའི་སྟོན་འཛིན་རྒྱ་མཚོའི་ཞབས་པད་སྲིད་ཁྲིའི་བར་དུ་བརྟན་པར་ཤོག།

ད་ང་རང་གི་ལོ་རྒྱུས་དུར་དུས་འདི་ང་བྱེད་སྟངས་ལུང་པ་འདི་ང་ཕ་རས་ཡིན། ད་ཡིན་ནས་ང་ད་ལྟ་ཚོང་རྒྱབ་ས་དེ་ས་གནས་འདི་མ་པུ་ལ་ཡོད། འདི་མ་པུ་ལ་ཡ་ས་གནས་མི་མང་གི་ཚོགས་གཙོ་གི་ལས་འགན་ཐེངས་གསུམ་ཙ་བྱེད་རྒྱུ་ཞུས་མི་མང་བྲིས་མྱོང། དེ་ནས་འདི་མ་པུ་ལ་ས་གནས་རང་ཚོགས་ཆུང་གི་ལས་འགན་ཚོགས་གཙོའི་ལས་འགན་ཐེངས་གཅིག། ས་གནས་འོས་བསྡུའི་འགན་འཛིན་གྱི་ནས་ལས་འགན་ཐེངས་གཅིག་འདི་ཆེད་ལས་བོད་སྐྱོད་དམངས་ཚོགས་པའི་གི་ཕྱོགས་བཤུས་རྒྱུན་ལས་གི་གཅིག་གི་ལོ་དུས་གསུམ། དེ་ནས་བོད་སྐྱོད་དམངས་ཚོགས་པའི་གི་ཚོགས་གཞོན་གི་དུས་ཚོད་གཅིག། ནི་འདི་ཆེད་ལས་བོད་སྐྱོད་དམངས་ཚོགས་པའི་གི་སློབ་སྟོན་པའི་གི་དག་མིང་ལ་ཡང་དུག་ཆེན་ལས་འགན་བཤུས་དེའི་ཕྱིར་ཉིས་སྟོང་བརྒྱད་ལ་ཡང་ད་བོད་པ་དུ་ཞི་བའི་གོམ་བགྲོད་ནང་ལ་འགྲོ་ཡ་བྱེད་དུ་ད་ང་ཚོ་ཚོགས་པ་ལྔའི་གི་གྲ་སྒྲིག་བྱས་པའི་གི་ཟླ་བ།

ལྟ་བྱས་ན།
ལགས་ལགས་སོ། ད་ལྷན་རྒྱས་ཚང་མས་ང་ཚོའི་ད་རིང་གི་བཀའ་མོལ་གནང་མཁན་གཉིས་སུ་ཡིན་མེད་དེ་ངོ་སྤྲོད་ག་ལ་གང་འཚམས་ཀྱིས་བྱུང་ཡོད་རེད། ཨ་ནི། བརྗོད་གཞི་འདིའི་སྐོར་ལ་བཀའ་མོལ་གནང་ཡ་གི་ཁོ་རང་གཉིས་ཅག་ང་རང་ཚོའི་སྤྱི་ཚོགས་ནང་ལ་འགན་འཁི་ངེས་དང་ཕྱག་ལས་མང་པོ་གནང་མྱོང་ངེས་དང་དེ་འདྲ་ཡིན་པའི་ཐོག་ནས་ཨ་ནི་བརྗོད་གཞི་འདིའི་ཐོག་ལ་ཨ་ནི། ཁོ་རང་ཉིད་ཀྱི་དགོངས་པ་ག་ཚོད་རེད་དགོངས་པ་ལ་ག་རེ་ཡོད་པ་ཚང་མ་རྦད་དེ། སྤྱི་ཚོགས་ནང་ལ་ག་རེ་ཡོད་པ་དེ་ཁོ་རང་ཁོ་རང་ཉིད་དུ་སྤུངས་གནང་གི་རེད།